ངའི་རིགས་བདུན་ལ་དེ་འདྲའི་ནུས་པ་ཞིག་ཇི་ལྟར་ཡོད་པ་ཡིན་ནམ་ཞེས་གོམ་གང་སྔོན་སྤོས་ཀྱིས་དྲིས་པ་ལ། མ་ཤེས་པ་མ་གཏོགས་བོད་རིགས་འདི་ནི་དཔའ་མཛངས་རྙེད་དཀའ་འཛོམས་པའི་བུ་རབས་ཅིག་སྟེ། མི་མང་ཚོགས་ཟེར་ཨ་ཁུ་རྣམས་རྒྱུད་ཀྱི་སྟེང་ལ་ལན་གཅིག་ཤོར་བ་དེས་རྣམ་རྒྱལ་སྡེ་བའི་རྒན་དར་གཞོན་གསུམ་ཚང་མ་སྤ་བཀོང་རུ་བྱས་འདུག། རྒྱུག་པས་དལ་བྲེལ་མེད་པའི་སྒོ་ནས་དེ་ལྟར་སྨྲས་བྱུང། ཁོ་གཉིས་ཀའི་བར་ལ་ཅི་ཞིག་གི་ཆེད་དུ་དེ་འདྲའི་ཚིག་རྩོད་ཆེན་པོ་ཞིག་བྱུང་སོང་བ་ཡིན་ནམ། རྣམ་རྒྱལ་སྒང་དངོས་སུ་གཏོར་བརླག་ཐེབས་བཞིན་པའི་རང་བྱུང་ནགས་ཚལ་སྟུག་པོ་དེའི་ཆེད་དུ་རེད། ཨ་རིག་འཛིན་གྱིས་ནགས་རི་དེ་སྲུང་སྐྱོབ་བྱེད་འདོད་པ་རེད། ཨ་རེ་ཡ། ཁོས་ནགས་རི་སྲུང་སྐྱོབ་བྱེད་འདོད་པར་མ་ཟད། རྒྱལ་ཁབ་ཀྱིས་ང་ཚོའི་སྡེ་བར་མིག་ལྕིབས་དུ་ཕྱིན་པའི་སྒོར་མོ་སོགས་མ་རྩ་བཞག་སྟེ། གནམ་གྱི་ལ་སྡེ་བའི་རི་མ་ཡོད་ཚད་ཁྱིམ་མར་བསྒྱུར་སླད། གཡེར་བ་དཔེ་མེད་ཅིག་ལས་རྩིས་བྱས་འདུག་དེ་ལྟ་བས་ན་ཨ་ཁ་རྣམ་རྒྱལ་གྱི་ཡོང་སྒོ་ཆེན་པོ་གཉིས་ཀའི་ཁུངས་བཀག་ཟིན་པས་དགའ་པོ་ཡང་ཁ་རོག་པས་འདུག་ག་ལ་ཐུབ། ད་ལྟ་ཁ་རོག་ལ་བསྡད་འདུག་ཟེར། རིགས་ལྡན་གཅིག་པས་ཨ་ཁ་རྣམ་རྒྱལ་གྱི་ཁ་ག་ལ་ཡོང། ལེ་ཡོང། ཁོ་ལ་དཔར་ལྡན་སོགས་གསར་སྐོར་ཞིག་གི་རྒྱབ་རོགས་བྱེད་བཞིན་ཡོད་ལ། ཚོགས་ཐོག་ཏུ་ཡུལ་ཚོའི་གཙོ་དཔོན་གྱིས་ཀྱང་ཨ་ཁ་རྣམ་རྒྱལ་ལ་ཚིག་ནན་མོ་འགའ་བཤད་སོང་ཟེར། དེ་འདྲ་ཡིན་ན་ཨ་ཁ་རྣམ་རྒྱལ་སྤར་རྐང་རེ་བྱས་ཡོད་པའང་སྲིད། ངས་དེ་ལྟར་ཁས་ལེན་ཙམ་བྱས་རྗེས། རིགས་ལྡན་ལ་དེ་འདྲའི་འཆར་གཞི་ལེགས་པོ་ཞིག་ཡོད་ཚེ། ཨ་མྱེ་གིས་ཀྱང་ཞིང་ཆེན་དང་ཁུལ་གྱི་ཁྱད་བོད་ལས་ཁུངས་སོགས་བརྒྱུད་ནས་གནམ་གྱི་སྡེ་བར་མ་དངུལ་བསྡུ་བའི་ཐད་ཅི་ནུས་ཀྱིས་རོགས་སྐྱོར་བྱས་ན་འགྲིག་ཅེས་སྨྲས། ཞིང་ཆེན་ཁྱད་བོད་ཐིང་གི་ཐིན་ཀྲང་གཞོན་པ་ཞིག་གིས། ང་ལ་སྒོར་ཁྲི་གཅིག་ཙམ་ཁས་ལེན་བྱས་ཡོད་མོད། དུས་ནམ་ཞིག་ལ་ལག་ལེན་དུ་བསྟར་རྒྱུ་ད་དུང་བཤད་དཀའ། རྒྱུགས་པའི་གདེང་ཚོད་ཡོད་པའི་ཉམས་ཀྱིས་དེ་ལྟར་ལབ་རྗེས། གོ་ཐོས་སུ། ཁྱོད་ཀྱང་ཁུལ་ཆེ་བའི་ཇུས་དང་འབྲེལ་བ་ཟབ་ཟེར་བས། གནམ་རྒྱུད་དེ་རུ་རོགས་ཤིག་བྱེད་ཐུབ་ན་ཧ་ཅང་ལེགས། ངས་རིགས་བདུན་གྱི་སྟེང་ནས་རྣམ་རྒྱལ་བདེ་བས་མ་འོངས་བ་མཐོང་ཐུབ་ཟེར་བཞིན། ཉེ་ལམ་ཁོ་རྣམ་རྒྱལ་བདེ་བར་སོང་སྟེ་རིགས་བདུན་དང་འཕྲད་པ་ན། ཁོས་སྒོར་མོའི་འགུགས་ཤུགས་ལ་བརྟེན་ནས་ཐོག་མར་ཡེར་བ་ལས་ཏེ། ཞིང་ལས་ལ་རྨང་གཞི་བཏིང་ཐོག་རྩྭ་ར་ཡང་བསྐྱར་བསྐོར་ཏེ་ཕྱུགས་ལས་གཉེར་བ་དང། ནགས་རི་ལ་སྲུང་སྐྱོབ་བྱས་ཏེ་ཁོར་ཡུག་ཇེ་ལེགས་སུ་བཏང་རྒྱུའི་འཆར་གཞི་རྣམས་རེ་རེ་བཞིན་གོ་རིམ་ལྡན་པའི་སྒོ་ནས་བཤད་བྱུང་བས། བདག་གིས་ཀྱང་ཉེ་བར་རོགས་བྱེད་གང་ཐུབ་ཞུ་བའི་བརྡ་ལ་མགོ་བོ་ལྡེམ་ལྡེམ་བྱས་ཏེ་རྒྱུག་པོར་སྙིང་ཕུར་བརྡབས་པ་ཡིན། སྤྱི་ལོའི་ཆིག་སྟོང་དགུ་བརྒྱ་གོ་བརྒྱད་ལོའི་སྟོན་ཁའི་ཉིན་ཞིག་གི་ཕྱི་དྲོ། དུང་ཙེས་ང་ལ་ཁ་པར་གློ་བུར་བ་ཞིག་བཏང་ཡོང་སྟེ། མོའི་ཨ་ཕར་ཁྱམས་སྣེ་ལ་སྒྱི་མོ་ཞིག་ཕོག་སྟེ་རྫོང་སྨན་ཁང་དུ་བསྡད་ཡོད་པས། ཉིན་འགའི་སྣང་བ་ཤེས་ཏེ་ཚར་ལྔ་རྫོང་མཁར་དུ་ལན་གཅིག་འགྲོ་ཁོམ་ཨེ་ཡོད་ཟེར་བས། ངས་ལས་ཡོད་དང་ལས་འགྲོ་ཟེར་བཞིན་མགོ་ཁྲིད་ཡོད་སར་སོང་ནས་གནས་ཚུལ་ཞུས་པ་ལ། མགོ་རྩེ་དེ་མ་ཐག་ང་ལ་སྙིང་གའི་སྣང་བ་ཞིམ་པར་བསྟན། ངེད་བཟའ་ཟླ་གཉིས་ཀས་བུ་མོ་སྐྱེ་ཕྲུག་མ་འཕྲད་དེ་ཕྱིར་ཉིན་སྔ་མོ་ཚར་རྔ་རྫོང་ཁུལ་དུ་ཕྱིན། མི་ལོ་བཞི་བཅུ་ལྷག་གི་ལོ་རྒྱུས་ལས་མེད་པའི་ཚར་རྔ་རྫོང་ནི་རྨ་ཆུའི་ཡན་ལག་ཏུ་བརྩི་བར་རུང་བའི་ཚ་ཆུའི་འགྲམ་རྒྱུད་དུ་ཆགས་འདུག་སྟེ། རྫོང་ཁུལ་དུ་གཞུང་ལམ་ཁེར་རྐྱང་ཞིག་གི་ཐ་ན་ཁང་བརྩེགས་ཉུང་ངུ་ཙམ་ལས་མེད་ན་ཡང། རེ་རེ་བཞིན་བཟོ་བཀོད་ལེགས་ཤིང་ཐོག་མ་རན་པའི་མིའི་སེམས་ལ་གཙང་ཞིང་དྲལ་དག་པའི་སྣང་བ་ཞིག་མིང་གིས་སྦྱིན་ཡོང། ངེད་བཟའ་མི་གསུམ་པོ་སྒྱུག་པོའི་ཚང་དུ་ཕྱིན་པ་ལ། ཕྱི་སྒོར་གསར་རྒན་ཚོ་མ་ཞིག་ནར་འདུག་པས། དང་ཚོའི་ཨ་མ་ཡང་ཡིན་ན་མི་འདུག་པ་ཚོར་ཏེ་ཐད་ཀར་རྫོང་སྨན་ཁང་དུ་སོང་བ་ཡིན། རྫོང་སྨན་ཁང་གི་ཐོག་ཁང་ནི་རྫོང་སྲིད་གཞུང་གི་ཐོག་ཁང་དང་ཆ་འདྲ་བར། ཁ་གྲོང་འདིའི་ཐོག་ཁང་ཆེས་མཐོ་བའི་གྲས་ཡིན་པས་གང་དུ་བལྟས་ཀྱང་བརྗིད་ཅིང་ལྷུན་ཆགས་སེར་འདུག་ལ། རྒྱུག་པོ་འདེམས་ཆོག་ཀྱང་རྫོང་མཁར་འདིར་དབང་ཆ་ངེས་ཅན་ཡོད་པའི་དཔོན་པོ་ཞིག་ཡིན་པར་བརྟེན། གནས་ཁང་ཡང་མི་གཅིག་སྡོད་ས་ཅན་དུ་བགོ་སྒྲིག་བྱས་ཡོད་པས། ཕྱོགས་ཡོངས་ཀྱི་ཆ་རྐྱེན་ནི་དཀྱུས་མ་ཞིག་དང་བསྡུར་ཐབས་གཏན་ནས་མེད། ཁོ་བོ་རྒན་རྒོན་གཉིས་ཀྱིས་ངེད་བཟའ་ཟླ་གཉིས་བུ་མོ་དང་བྱིས་པ་སླེབས་པ་མཐོང་བས་ཐུགས་ཧ་ཅང་དགྱེས་འདུག་ལ། དུས་ཡུན་ཉིན་འགར་སྡོད་ཁམས་ཡོད་ཚད་རྟོགས་པས་སྔར་ལས་ཀྱང་སྤྲོ་བ་འབུམ་གྱིས་བརྟས་འདུག། སྔགས་ཁུ་རྣམ་བརྒྱུད་དང་རྣམ་བརྒྱུད་སྡེ་བའི་གནས་ཚུལ་ལ་རྒྱུས་ལོན་བྱ་ཆེད། དགོང་མོ་དེར། བདག་གིས་འཇིགས་པོ་ལ་ནད་གཡོག་བྱ་རྒྱུ་ཞེས་ཨུ་ཚུགས་བྱས་པས། འཇིགས་པོ་ངེད་གཉིས་ལ་དེར་སྔོན་དང་འདྲ་བར་ཚེ་ཏུལ་བག་ཕེབས་ངང་ཁ་བརྡ་བྱེད་པའི་གོ་སྐབས་དབྱིན་མོ་ཞིག་བྱུང་སོང། ཁྱོད་ཀྱིས་ཁུལ་ཁྱོད་རྒྱུས་སུ་སྒོར། སྟོང་ཕྲག་བརྒྱད་བླང་བ་དེ་མེད་ཚེ། ངས་བླངས་བའི་སྒོར་ཁྲི་གཅིག་དང་སྟོང་ལྔ་བས་རྣམ་རྒྱལ་བདེ་བར་གཡེར་བ་དེ་འདྲ་དཔེ་མེད་ཅིག་ལས་དཀའ། རྒྱུགས་པས་གཉན་ས་ཇེ་བདེར་གཏོང་ཙམ་བྱས་རྗེས་ཡིད་ཆེས་ཀྱི་མི་གུས་ནོན་པས་ང་ལ་ལྟ་བཞིན་དེར་སྐུལ་མེད་བྱུང། གོ་ཐོས་སུ་གཡེར་བ་དེ་ལྟར་མ་འགྲུབ་པས། ད་ལུགས་ཐམ་པ་ཆེན་པོ་དེ་འགོག་པར་ནུས་བ་ཅི་ཡང་འདོན་མ་ཐུབ་ཟེར་བར་བདེན་ནམ། ངས་རྣམ་རྒྱལ་བདེ་བའི་མིག་སྔའི་གནས་བབ་ལ་རྒྱུས་ལོན་ཟབ་མོ་བྱ་ཆེད་དེ་ལྟར་དྲིས། ད་ལོ་སྐོར་མ་ཆོད་ཅིང་རིགས་ལྡན་གྱིས་ཧུར་བརྩོན་བྱས་པའི་དྲིན་ལ་རྣམ་རྒྱལ་སྡེ་བར་ཡེར་བ་མེད་པ་ནས་ཡེར་བ་དཔེ་མེད་ཅིག་ལེགས་འགྲུབ་འབྱུང་ལ་ཉེ་བ་ནི། རྣམ་རྒྱལ་སྡེ་བའི་དབུལ་ཕོངས་ཀྱི་ཞྭ་མོ་གཡུགས་ཏེ་ཕྱུག་འགྱུར་གྱི་ལམ་དུ་བགྲོད་པའི་རྨང་གཞི་ཡིན་པས། ང་ཚོ་ཚང་མ་དགའ་སྤྲོ་སྐྱེས་ན་འགྲིག། གཡེར་བ་ནམ་ཞིག་ལ་འགྲུབ་ཐུབ། ཕལ་ཆེར་སྟོན་བཞུགས་ཙམ་ལ་འགྲུབ་ཐུབ་པ་འདྲ་སྟེ། དེ་དུས་ཁྱོད་ཀྱང་མགྲོན་གྱི་གཙོ་བོ་བྱས་ནས་འབོད་ངེས་པས་ཡིན་གཅིག་མི་གཉིས་སུ་ཡོང་ཐུབ་བྱ་དགོས། ལེ་ཡོང་ལེ་ཡོང། ངས་དེ་ལྟར་ལན་བཏབ་རྗེས། ཨ་ཁུ་རྣམ་རྒྱལ་ད་དུང་ཕྱོགས་ཡར་མར་དུ་རྣ་རྒྱའི་ཚེ་ལོ་བཤད་དུ་འགྲོ་བཞིན་ཡོད་དམ། ཁོས་རིགས་ལྡན་ལ་ངན་སྣ་ཚོགས་བཏབ་མི་སྲིད་དམ་ཞེས་གླེང་གཞི་ཨ་ཁུ་རྣམ་རྒྱལ་གྱི་སྟེང་དུ་བསྐུར། ཧོ། གནས་ཚུལ་དེ་ཁྱོད་ཀྱིས་ཤེས་མེད་དམ། རྒྱུག་པོ་བདེ་མཆོག་གིས་དལ་བྲེལ་གང་ཡང་མེད་པར་དེ་སྐད་ལབ་རྗེས། ལོགས་ཀྱི་ཅོག་སྒྲོམ་གྲུ་བཞི་མའི་སྟེང་གི་ཅ་ཕོར་བླངས་ནས་ཐོངས་ཙམ་བྱས་རྗེས། ད་ལོ་རྫོང་ཡོངས་སུ་ཐན་སྐྱོན་ཆེན་པོ་བྱུང་བས། སྡེ་ཡར་ནང་མར་ནང་དུ་ཁོ་གདན་འདྲེན་ཕྱིར་ཡོང་མཁན་ལྡབ་འགྱུར་གྱིས་ཇེ་ཉུང་དུ་སོང་བའི་ཁར། ཁོ་ལ་ཡང་ནད་ལྗིད་མོ་ཞིག་བྱུང་སྟེ་ང་དང་འདྲ་བར་ཉིན་འདི་དག་ཏུ་སྨན་ཁང་ལ་བསྡད་འདུག་ཟེར། སྨན་ཁང་འདིའི་ནང་དུ་ཡོད་དམ། ཨང། སྨན་ཁང་འདིའི་སུམ་ཐོག་གི་ནད་ཁང་ཨང་དགུ་བའི་ནང་དུ་ཡོད། ཁོ་ལ་ནད་ཅི་ཞིག་བྱུང་བ་རེད། སྙིང་ནད་ཡིན་པའི་ཞག་གཅིག་བྱ་དགོས་འདུག། དེ་འདྲ་ཡིན་ན་སང་ཉིན་སྔ་མོ་ང་ཁོ་ལ་ལྟ་རུ་འགྲོ་དགོས། བཤེར་ཉིན་སྔ་མོར། ཉི་ཟེར་ཐང་ལ་ཕོག་པ་དང་མཉམ་དུ། དུང་ཆོས་མོའི་རས་ལ་བབས་པར་སེམས་ནས་སྔ་མོར་སླེབས་བྱུང། ང་སྨན་ཁང་སྒོ་ཁར་སོང་ནས་ཕྱོགས་བཟོས་སྟབས་བདེ་ཞིག་བཟོས་རྗེས། ཨོ་བྱེད་དང་ཀ་ར་རྡོ་བག་ཐུམ་གཉིས་རེ་ལས་གཞན། དུང་ཆོས་རིགས་འགའ་རྙེད་དེ་ངའི་གྲོགས་པོ་རྙིང་བ་ཨ་ཁུ་རྣམ་རྒྱལ་ལ་ལྟ་རུ་སོང་བ་ཡིན། ཨ་ཁུ་རྣམ་རྒྱལ་ནི་གནའ་ཁང་སྒོའི་ནང་ཞོགས་ཀྱི་མལ་ཁྲི་ཨང་དང་བོའི་ཐོག་ཏུ་བསྡད་ཡོད་ལ། ཉིན་དེར་ཁོ་བསྲུང་མཁན་ནི་གནས་ཡུལ་མ་བཅག་པའི་བུ་མོ་ཆེ་བ་དེ་རེད། སྒ་པས་ང་ཡོང་བ་མཐོང་འཕྲལ་འཛུམ་ཙམ་བསྟན་བྱུང་ལ། ལུས་བོ་སྐམ་རིད་དུ་སོང་ནས་སྔོན་ཆད་ཀྱི་ཨ་ཁུ་རྣམ་རྒྱལ་བཀྲིས་ཟེར་ན་ནར་མི་འགྲོ་བའི་ཚུལ་ལ་སླེབས་འདུག། ཐོད་པ་དང་མིག་གི་གྲུ་ཀ་བཅས་སུ་གཉེར་མ་ལྡབ་འགྱུར་གྱིས་ཇེ་མང་དུ་སོང་བར་མ་ཟད། མ་ནི་ཇེ་རིང་ལ་སོང་བ་དང་འགྲམ་རྐང་ཇེ་སྲུབ་ཏུ་འགྱུར་བ་ནི། སེམས་ཀྱིས་མི་བཟོད་པ་ཞིག་ཏུ་སྣང་བའི་ཁར། མགོ་སྐྲ་ཡང་བྲོ་སེ་རུ་འགྱུར་འདུག་པས་སྒེ་ཁོག་ཁ་བའི་སྟེང་ལ་ན་ཚའི་བ་མོ་ལྷུང་འདུག་པ་གསལ་བོར་མངོན་འདུག། ཁྱོད་ལ་དཀའ་བ་ལས་བྱས་ནས་དེ་འདྲ་ཞིག་ཉོ་ག་ལ་དགོས། ངས་ལག་ཁྱེར་རྣམས་ཅོག་སྒྲིམ་གྲིབ་བཞི་མ་དེའི་སྟེང་དུ་བཞག་པ་ལ། ཁོའི་གདོང་ལ་འཚེར་སྣང་ཞིག་མངོན་བཞིན་སྐད་དམའ་མོས་དེ་སྐད་ལབ་བྱུང། ཉིན་འདི་འགར་སྙུན་གཞི་ཅུང་ཙམ་ཇེ་ཡང་དུ་འགྲོ་བཞིན་ཡོད་དམ། ང་མལ་ཁྲིའི་གསེར་ཞིག་ན་འདུག་སྟག་རྙིང་བ་ཞིག་ཡོད་པ་དེའི་སྟེང་བསྡད་རྗེས་དེ་ལྟར་དྲིས། ང་སྨན་ཁང་འདིར་བསྡད་ནས་གཟའ་འཁོར་གཅིག་ཙམ་འགོར་ལ་ཉེ་ཡང། ཁྱི་གཅིག་ཡོད་མེད་ད་དུང་བཤད་དཀའ། ཁོས་སྐད་དམའ་མོས་དེར་སྐད་ལབ་བཞིན་པའི་སྒང་ལ། བུ་མོ་དེས་སྐྱ་ཤེད་ཕུར་རྐང་བླུགས་ཏེ་ངའི་ལག་ལ་གཏད་བྱུང། ཡ། སྐྱ་དེ་ཐུང་དང། ད་ནང་ཁྱོད་ཀྱི་མདུན་དུ་གོ་རེ་ཞིག་ཀྱང་འཇོག་རྒྱུ་མི་འདུག། ཨ་ཁ་རྣམ་རྒྱལ་གྱིས་དབུགས་ཁོག་ཏུ་ལྷུང་བཞིན་དེ་སྐད་བསླབ་བྱུང་བས། ངས་ཅ་ཐུང་ཕྱིར་དུ་བསྐྱོད་མེད་པའི་བརྡ་ལ་མགོ་བོ་ཡིག་ཡིག་ཙམ་བྱས་རྗེས། གནས་ཁང་ནང་ཧྲིལ་བོར་སྐོར་ལྟ་ཅིག་བྱས་པ་ཡིན། གནས་ཁང་དེ་ཁོབ་ཡངས་ན་ཡང། ཕྱོགས་གཉིས་ཀྱི་རྩིག་ཐང་ལ་བརྟེན་ནས་གནས་འཕྲི་བཞི་གཉིས་བརྒྱད་ཙམ་ཁ་བྲལ་དུ་བཞག་འདུག་པའི་ཁར། ནད་གཡོག་སྒྲུབ་མཁན་ཡང་ཅུང་མང་བས། ཚོང་ཁང་ལེགས་ཤོས་ཤིག་གི་ནང་དུ་སླེབས་པ་ལྟར་འཚང་ཁ་ཤིག་ཟེར་འདུག་གོ། དེ་ལྟར་ན་ཨ་ཁུ་རྣམ་རྒྱལ་ལ་ཕོག་པ་ནི་སྙིང་ནད་ཡིན་ཟེར་བས། ཁོ་ལ་སྔོན་ཆད་ནས་སྙིང་ནད་ཡོད་པ་མ་ཡིན་ནམ། དེ་དུས་ཨ་ཁུ་རྣམ་རྒྱལ་ལ་ཐང་ཆད་པའི་ཉམས་ཤིག་མངོན་ཏེ། དེ་དུས་ཨ་ཁུ་རྣམ་རྒྱལ་ལ་ཐང་ཆད་པའི་ཉམས་ཤིག་མངོན་ཏེ། མིག་ཟུང་བཙུམ་ནས་བསྡད་འདུག་པས། ངའི་མལ་ཁྲིའི་གསེར་ཞིག་ཏུ་ལངས་ནས་བསྡད་ཡོད་པའི་བུ་མོ་དེ་དེར་སྐྱུར་བྲིས་པ་ཡིན། ཨ་ཁུ་སྨན་པ་ཚོས་སྔོན་ཆད་ཀྱི་ནད་སྙིང་འཕར་བ་རེད་ཟེར་ནའང། ངས་ཨ་ཕ་དེར་སྔོན་སྙིང་ནད་འཕར་བ་མཐོང་མ་མྱོང། མི་ཡིས་དེ་ལྟར་འཆད་བཞིན་ངའི་རྒྱ་ཕོར་ཁར་ཆུ་ཁོལ་ཉུང་ཙམ་བསྣན་རྗེས། ཨ་ཕའི་སྙིང་ནད་སློང་མཁན་དེ་ཡིན་ངོ་མ་དགེ་སློང་རིགས་ལྡན་རེད་ཟེར། ཁྱོད་ཀྱིས་བཤད་པའི་རིགས་ལྡན་ནི་ད་ལྟའི་རྣམ་དཔྱོད་ལྡེ་བའི་བདེ་ཧུན་ཟེར་བ་ཡིན་ནམ། ཨ་རེ་ཡ། ཁོས་ངེད་ཚང་གི་ཡོང་སྒོ་ཡོད་ཚད་བཅད་པར་མ་ཟད། སྡེ་བའི་མིག་ལྕིབས་ཀྱི་སྒོར་མོས་ཀྱང་མི་དགེ་བའི་ཕྱིར་ཀ་ཞིག་ལས་བཞིན་འདུག། གཞན་ད་དུང། རྣམ་རྒྱལ་རི་བོའི་འདབས་སུ་ལྕགས་ར་བསྐོར་བ་དེ་རེད། ངས་དེ་ལྟར་ཁ་གསབ་བྱས་བ་ལ། མོས་རང་ཉིད་ལ་རྒྱབ་རྩ་སྣོན་མཁན་ཞིག་ཡོད་འདུག་སྙམ་པ་ལྟར། བསམ་བློ་ཅི་ཡང་མི་གཏོང་བར་མུ་མཐུད་དུ་ཚིག་རྔ་བསྐྱངས་བྱུང། རེ་རེ་རེ། འདི་དག་ཡོད་ཚད་ཁོས་ངེད་ཚང་ལ་བསམ་ངན་བཅངས་བ་དེ། ད་ལྟའི་དུས་ནི་རྒྱལ་ཁབ་ཀྱི་སྒོར་མོ་ཟ་བའི་དུས་རབས་དེ། ཁོ་རིགས་ལྡན་ལྟ་བུས་རྒྱལ་བོའི་མཛོད་ལ་ཡི་དྭགས་ཀྱི་སེར་སྣ་བྱེད་དགོས་དོན་ཅི་ཡོད། ཁྱོད་ལ་སུས་བསྟན་དུས་ལོང་གཏུམ་ཤོས་ཟེར་བ་ཡིན་ནམ། ཨ་ཁུ་རྣམ་རྒྱལ་གྱིས་མིག་བཙུམས་ཡོད་ན་ཡང་གཉིད་ཀྱི་ཞིང་ཁམས་སུ་ད་དུང་ཆམ་ཉུག་བྱས་མེད་པ་འདྲ། གློ་བུར་ངེད་གཉིས་ཀྱི་ཁ་བརྡ་དེ་ལྟར་མཚམས་བཅད་བྱུང་ལ། ཁོང་ཁྲོའི་ངར་ཤུགས་ཀྱི་སྐད་མགོ་ཡང་ད་ཅི་ལས་ལྡབ་འགྱུར་གྱིས་ཇེ་མཐོར་སོང་ཡོད་པས། བུ་མོ་དེས་སྐྱེས་ནར་ཙམ་བྱས་རྗེས་བྲེལ་འཚུབ་ཀྱིས་གནས་ཁང་ནས་སྒོ་བུད་སོང། སྤྱིར་རིག་ལྡན་ངེད་གཉིས་ཀྱི་བར་དུ་འགལ་བ་ཡོད་ན་ཡང། ང་མལ་སར་ལྷུང་བ་དང་བསྟུན་ནས་ཁོའི་བསམ་སྦྱོར་མཐའ་དག་ལ་ངའི་སེམས་ཁོང་ནས་ཁས་ལེན་བྱེད་བཞིན་ཡོད། ང་ལ་མཚོན་ན་སྐྱེ་བ་འདིར། ན་རྒྱའི་ཚེ་ལོ་ཡི་དྲིན་ལ་ཁ་ཟས་ཤིང་ནམ་བླངས་ན་ཡང། ད་ནི་ན་རྒྱའི་ཚེ་ལོ་ཡིས་ང་ནད་བདག་གི་ཁ་ལས་སྐྱོབ་པ་ལྟ་ཅི། གནམ་གྱི་བདེ་བ་དང། དེ་ལས་ཆེ་བའི་བོད་ཁུལ་གྱི་བདེ་བ་མང་བོ་འཇུག་དུ་ཡང་རྗེས་ལུས་ཀྱི་རྡོ་ལོག་ཅིག་བཏགས་ཡོད་པས། ང་ལ་ལྡོག་ཐབས་མེད་པའི་ཉེས་བ་ཆེན་པོ་ཡོད། ཁོས་སེམས་ཕམ་པའི་སྒོ་ནས་དེ་ལྟར་སྐད་དམའ་མོས་བཤད་པའི་མི་ལ་མིག་མཐའ་ཡང་མཆི་མ་འོད་དཀྲིག་དཀྲིག་ཏུ་འཁྱིལ་བྱུང། རེད་དེ། དཔལ་འབྱོར་ནི་ཡོད་ཚད་ཀྱི་རྨང་གཞི་ཡིན་པས། རྒྱུ་མི་རྟག་ས་འགུལ་བསུ་བ་འདྲ་བྱས་ན་ག་ལ་འགྲིག། དེང་སྐབས་འཛམ་གླིང་གི་རྒྱལ་ཁབ་གང་དང་གང་ལ་མཚོན་ན་ཡང་དཔལ་འབྱོར་འཛུགས་སྐྲུན་ཨང་དང་བོར་མི་འཇོག་པ་ཞིག་ག་ལ་ཡོད། དེར་བརྟེན། རྣམ་རྒྱལ་སྡེ་བས་ཀྱང་དཔལ་འབྱོར་འཛུགས་སྐྲུན་དམ་འཛིན་བྱ་ཡི་སྟེ། དེ་ལྟར་མ་བྱས་ཚེ་ཁྱིམ་ཚང་རེ་རེའི་ཆ་རྐྱེན་ཇེ་ངན་ནས་ཇེ་མཐོར་སོང་སྟེ། སྤྲང་བོ་ཡིག་ཐོག་ཅན་གྱི་འབྱུང་གནས་སུ་འགྱུར་བར་གདོན་མི་ཟ། ངས་ཨ་ཁུ་རྣམ་རྒྱལ་གྱི་ལྟ་བ་འགྱུར་བའི་སྐབས་དང་བསྟུན་ནས་དེ་ལྟར་བཤད་པ་ཡིན། ཧོ་ལེ། ད་ལྟ་རྣམ་རྒྱལ་སྡེ་བའི་ནང་དུ། རང་ཁ་རང་གསོ་བྱེད་པར་འབད་པའི་ས་རུ་སྐོར་ཞིག་འཚར་ལོངས་འབྱུང་བཞིན་ཡོད་པས། ང་ལ་ཡང་རང་དབང་ཞིག་ཡོད་ཚེ། སྐྱེ་བ་གཞུག་མར་རྣམ་རྒྱལ་སྡེ་བ་དང་སྒོས་སུ་བདེ་དཔོན་རིགས་ལྡན་གྱི་དྲུང་དུ་སྐྱེ་བའི་སྨོན་ལམ་འདེབས་ཀྱིན་ཡོད། ཨ་ཁུ་རྣམ་རྒྱལ་གྱིས་སྐལ་བ་མེད་དེ་ལྟར་སྨྲ་སྐབས། ངོ་ལ་ཡིད་ཆེས་ཀྱི་དགའ་འཛུམ་སྔ་ན་མེད་པ་ཞིག་མངོན་བྱུང། ནད་པ་སྲུང་མཁན་ཡོད་ཚད་སྒོ་འོད་དང་སྨན་པ་རྣམས་ནད་ལ་རྟག་ཏུ་ཡོང་རྒྱུ་རེད། ལུས་ལ་ཤམ་ལ་ཀ་རོ་གྱོན་པའི་སྨན་གཡོག་གཞོན་ནུ་མ་ཞིག་གིས་དེ་ལྟར་བརྡ་བརྒྱབ་རྗེས། ནད་ཁང་ཕྱི་མ་དེའི་ཕྱོགས་སུ་སོང་བས། ངས་ཨ་ཁུ་རྣམ་རྒྱལ་ལ་འདང་ངློག་རྒྱག་མི་རུང་བ་དང། ལུས་ལ་བདག་སྐྱོང་གང་ལེགས་བྱ་དགོས་ཚུལ་གྱི་ཁ་བརྡ་ཉུང་ཙམ་བྱས་རྗེས་ཕྱིར་རྒྱུགས་པོ་ཡོད་སར་ཡོང་བ་ཡིན། གཞུག་པོའི་གནས་ཁང་ནི་ཨ་ཁུ་རྣམས་ཀྱི་སྲོག་གཅོད་གནས་ཁང་དང་འདྲ་བས་སྒྲིག་ལམ་དམ་པོར་ཞིག་མེད་དེ། སྨན་པའི་གནད་ལ་བརྟགས་དུས་ཀྱང་སྲུང་མཁན་རྣམས་སྒོ་ལ་འགྲོ་མི་དགོས་པར་ནང་དུ་བསྡད་ཆོག་ཆོག་ཡིན། དུང་མཚོ་དང་སྒྱུག་མོ་གཉིས་ཀ་བྲེ་རྒྱ་བསྐོལ་དུ་སོང་གི་ནི། ངས་གཞུག་པོར་རང་ཉིད་ད་ནངས་ཨ་ཁུ་རྣམས་རྒྱུད་ལ་ལྟ་རུ་སོང་བའི་གནས་ཚུལ་རྣམས་ཞིབ་ཏུ་བླངས་བ་ན། ཁོས་འདང་ཞིབ་མོ་ཞིག་བརྒྱབ་རྗེས། མི་སུ་དང་སུ་ཡིན་ཡང་རང་ཐོག་ལ་མངོན་སུམ་དུ་མ་བབས་ཚེ་བསམ་ཤེས་དཀའ་སྟེ། ཨ་ཀི་རྣམ་རྒྱལ་གྱི་བསམ་བློའི་ཚུར་འཁོར་བ་དེ་ཡང་ཁོ་གཞན་དབང་ནད་ཀྱིས་བཟུང་བས་རྒྱུ་ལ་རྒྱུ་མདངས་ཡོད་དགོས་པ་ད་གཟོད་ཚོར་བ་ཅི་ལ་མིན། སྔོན་ཆད་ཁོ་ལ་གནས་ལུགས་དེ་ལན་བརྒྱར་བཤད་ཀྱང་སྤྱང་ཀའི་རྣ་ལམ་དུ་ཆོས་བསྒྲགས་པ་དང་ཁྱད་པར་དབྱེ་ནུས་མེད། བཀོད་དེ་ལྟར་ན་ཁོའི་སྙིང་ལ་ཞག་གཅིག་བྱེད་དགོས་ཚེ་སྔ་ཕྱིར་སྒོར་ཁྲི་གཅིག་ལྷག་དགོས་ཟེར་ལ། ད་དུང་རྩ་བ་ནས་དྲག་སྐྱེད་འབྱུང་དུ་འཇུག་ཐུབ་མིན་མི་ཤེས་ཞེས་བཤད་འདུག་དེར་བརྟེན་རྣམ་རྒྱལ་སྡེ་བའི་ལོ་ལོན་མང་ཤས་ཀྱིས་ཨ་ཁུ་རྣམ་རྒྱལ་ནི་རྣམ་རྒྱལ་སྡེ་བའི་རྒྱུན་ཡིན་པའི་ངེས་བར་ཁྱི་བདག་གི་ཁ་ནས་སྐྱོབ་ཐབས་བྱ་དགོས་ཞེས་སྒྲོག་བཞིན་འདུག་སྐད། དེ་ཚང་རེ་རེའི་ཕྲ་བཞག་ནས་སྒོར་མོ་བསྡུས་ཀྱང་སྒོར་སྟོང་བ་གཉིས་ལ་ཡང་མ་དབུལ་ཟེར། ང་ནི་གནམ་གྱི་སྡེ་བའི་ནང་གི་ལས་བྱེད་པ་གཅིག་པུ་ཡིན་པས་སྒོར་སུམ་བརྒྱ་བྱིན་ན་ཡང། སྤྱིར་སྡུམ་བྱས་ཚེ་འགྲོ་སོང་གི་སྔ་ཕྱི་གཅིག་ཙམ་ལས་མ་ལོངས་བས། ཨ་ཁ་རྣམ་རྒྱལ་གྱི་ཡ་ཆུང་ནང་དུ། གཞན་ལ་མྱོང་བ་མེད་པའི་སྡུག་བསྔལ་གྱི་མཚོ་མོ་དེ་འདྲ་ཞིག་མི་འཁྱིལ་ག་ལ་སྲིད། ཅེས་དལ་དལ་ལྷོད་ལྷོད་ངང་ལབ་བྱུང། རྣམ་རྒྱལ་སྡེ་བ་དེ་འདྲ་ཆེ་བས་སྒོར་སྟོང་གཅིག་ལྷག་བསྡུ་ལས་ཐུབ། ང་རྣམ་རྒྱལ་སྡེ་བ་དབེན་ནས་དེ་འདྲའི་ཚད་དུ་ལྷུང་ཡོད་པའི་ཆ་ལ་ཡིད་མ་ཆེས་པར་དེ་ལྟར་སྨྲས། བསྡུ་མ་ཐུབ་པ་རེད། བསྡུ་ཐུབ་ཚེ་མི་བསྡུ་བ་ག་ལ་སྲིད། དགའ་པོ་དེ་དག་ནི་གནམ་གྱི་སྡེ་བའི་ནང་གི་ཁ་ཆེན་དབང་ཆེན་དག་དག་ཡིན། དེ་སྔོན་ང་གནམ་གྱི་སྡེ་བའི་ནང་དུ་སོང་དུས་གནམ་གྱི་སྡེ་བའི་ཆ་རྐྱེན་དེའི་ཚ་ལ་ལྷུང་མེད་པ་འདྲ། དེའི་དུས་ད་དུང་ནག་རྒྱ་བསྡམས་མེད་པས། བཟའ་སྤུན་གྲུམ་པོ་སྐོར་ཞིག་གི་ལག་ཏུ་སྒོར་མོ་ཅུང་ཙམ་ཡོད་ན་ཡང། བདེ་དཔོན་རིགས་ལྡན་གྱི་རང་ལ་ནག་རྒྱ་བསྡམས་པ་ནས་བཟུང། ཁྱིམ་ཚང་ཁ་ཁེར་ལ་རྒྱ་ཚ་ཁུ་སྨྱོ་སྐྱིད་མི་འདུག་ཅེས་བཤད་ཀྱང། རབ་བཏགས་ཀྱི་ཆ་ཅུང་ཙམ་ཡང་མི་འདྲི། འོ་ན་ཡེར་བ་ལེར་སྐྱིད་ཀྱི་སྒོར་མོ་དེ་དག་ཁོ་ཚོ་ལ་ཐེབས་སུ་འཇུག་བཞིན་པ་མ་ཡིན་ནམ། སྒོར་མོ་དེ་ཡང་ངལ་རྩོལ་གྱི་འབྲས་བུར་གཞིགས་ཏེ་བགོ་བཞིན་ཡོད་པས། སྒོར་མོ་མང་ཤས་སྡེ་བ་གཞན་པའི་མིའི་ཨམ་ཕྲག་ཏུ་འཆོར་བཞིན་ཡོད་པ་རེད། རིགས་ལྡན་གྱིས་ཀྱང་སྒོར་མོ་དེ་དག་རྣམ་རྒྱལ་སྡེ་བ་ཁོ་ནར་ཐོབ་དུ་བཅུག་ན་མི་ཆོག་གམ། ཁོས་དང་ཐོག་དེ་ལྟར་བསམ་ནས་ལག་ལེན་དུ་བསྟར་ན་ཡང། གནམ་གྱི་སྡེ་བའི་མི་སྐོར་ཞིག་གིས། དེ་ང་རང་ཁྱེད་རང་ང་ཚོའི་ལག་ཏུ་ཐོབ་ངེས་ཟེར་ནས་ལས་དཀའ་དེར་སྣང་ཆུང་བྱས་པར་བརྟེན། སྡེ་བ་གཞན་དུ་སྒོར་མོ་འཚོལ་མཁན་ཡོད་ཚད་ཡོང་ཆོག་ཅེས་བརྡ་བརྒྱབ་པས་མཇུག་འབྲས་འདི་ལྟ་བུ་བྱུང་བ་རེད། རིགས་ལྡན་གྱིས་ལས་དཀའ་དེ་མཇུག་ཆུང་གྱི་མ་རེད་བསམ་པ་འདྲ། ཁོས་ལས་དཀའ་དེ་མཇུག་ཆུང་མིན་ལ་འདང་བརྒྱབ་པར་མ་ཟད། ལས་ཀའི་མྱུར་ཚད་ལ་ཡང་བསམ་གཞིགས་བཏང་ཡོད། དེ་འདྲ་ཡིན་ཚེ་བདག་ལ་ཉིན་འགའི་སྣང་བ་ཡོད་པའི་རྣམ་རྒྱལ་སྡེ་བའི་ཡུར་བའི་བཟོ་སྐྲུན་ལ་ལན་གཅིག་ལྟ་རན་འགྲོ་འདོད། དེ་ནི་ངོ་མ་ལྟ་རུ་སོང་ཆོག་ལ་ལྟ་རན་ཡོད་པ་ཞིག་ཀྱང་ལས་བཞིན་ཡོད། རྒྱུག་པོ་ཡིད་ཚིམ་ཚུལ་ལ་བལྟས་ན། བདེ་དཔོན་རིགས་ལྡན་གྱི་སྣེ་ཁྲིད་པའི་རྣམ་རྒྱལ་བདེ་བའི་གུང་དུ་ཡེར་བ་སྔ་ན་མེད་པ་ཞིག་དུས་ཡུན་རིང་བོ་མི་འགོར་བར་འགྲུབ་རྒྱུ་ཡིན་པ་གསལ་བོར་རྟོགས་ཐུབ། སྟབས་འགྲིག་པ་ཞིག་ལ། ཕྱི་ཉིན་རྫོང་ཆུ་བེད་བཅས་ཀྱི་ལས་བྱེད་མི་སྣ་འགའ། རྣམ་རྒྱལ་བདེ་བའི་ཡེར་བའི་བཟོ་བཀོད་ལག་བསྟར་བྱེད་པའི་གནས་ཚུལ་རྒྱུས་ལོན་བྱེད་དུ་འགྲོ་བཞིན་པས། ང་ཡང་ཁོ་ཚོའི་འགྱེད་འཁོར་དེའི་ནང་དུ་བརྫངས་ནས། ཐེངས་གསུམ་པར་རྣམ་རྒྱལ་བདེ་བར་སོང་བ་ཡིན། བདེ་དཔོན་རིགས་ལྡན་ཚང་དུ། ང་ཚོས་བྱ་དཀའ་རུས་གང་རེ་མཐོང་རྗེས། ཐད་ཀར་ཡུར་བ་ལས་ནུས་སུ་ཕྱིན། རིགས་ལྡན་ལ་སྔོན་ཆད་དང་འདྲ་བར་ཕུང་བོ་དར་དྲགས་པ་ཞིག་བྱུང་མེད་ན་ཡང། དངོས་བོའི་འཛུམ་མདངས་ལ་ཡལ་བ་མེད་དེ། ཟླ་ངེས་ཅན་ཞིག་སྤྲོད་ནུས་པའི་རྒྱ་སྐད་དེར་བརྟེན་ནས། ཉེ་བའི་ལོ་འགའི་ནང་དུ་གནམ་རྒྱུད་སྡེ་བར་བྱུང་བའི་འགྱུར་ལྡོག་དང། སྒོས་སུ་གནམ་རྒྱུད་སྡེ་བའི་ཡུར་བའི་བཟོ་སྐྲུན་གྱི་གནས་ཚུལ་ཞིབ་ཏུ་མཚམས་སྦྱོར་བྱས་བྱུང། དེར་སྔོན་གཏོང་ཚོད་ངེས་ཟིན་པོ་སོང་མྱོང་བའི་དྲན་པ་དེ་བརྒྱུད་ནས་ཡིད་ཙམ་སོང་བ་ན། རྣམ་རྒྱལ་རི་བོའི་ཕྱོགས་སུ་ཟུག་འདུག་པས་ལུང་བ་ཕུ་རང་རྒྱུ་མེད་པ་ཞིག་མིག་ལམ་དུ་མངོན་བྱུང། ང་ས་སྐྱ་དེར་འཆར་རྒྱུ་ཞིབ་མོ་ཞིག་མེད་པ་མ་གཏོགས་རྣམ་རྒྱལ་སྡེ་བའི་འགྲམ་གྱི་གྲམ་མཐིལ་དུ་བཞུར་བའི་རྫ་ཆུ་དེའི་འབྱུང་ཁུངས་ནི་ལུང་བ་དེའི་ཕུ་མགོ་ཡིན་ཞིང། མི་ལོ་མང་བོར་བདག་མེད་དུ་བཞུར་བའི་རྫ་ཆའི་འགྲམ་དུ་ད་ལྟ་བཟོ་སྐྲུན་བྱེད་བཞིན་པའི་སྔོན་ཆད་དང་འདྲ་བར་གཙང་ཞིང་དྭངས་བ་ཞིག་མི་འདུག་ང་ཚོ་དཀའ་མགུའི་བཟོ་སྐྲུན་ལས་གྲྭ་རུ་སླེབས་དུས་སྔ་དྲོའི་ཆུ་ཚོད་བཅུ་གཅིག་པ་རེད། དེ་གར་རྫོང་དང་ཡུལ་ཚོའི་སྔགས་ཡོང་བའི་ལག་རྩལ་མི་སྣ་གཅིག་རེའི་ལས་གཞི་དཔར་ལྡན་སོགས་རྣམ་རྒྱལ་སྡེ་བའི་ས་རུ་སྐོར་ཞིག་ཀྱང་འདུག། རྣམ་རྒྱལ་སྡེ་བའི་སྡེ་མི་མང་ཤས་སྡེ་བ་གཞན་ནས་ཞོར་ལས་བྱེད་དུ་ཡོང་བའི་ས་རུ་ཟར་མོ་མང་བས། ད་ལྟ་སྐར་ལྔ་ལས་ཀྱིན་འདུག་པས། ཕ་ཆེར་འགྲུབ་ལ་ཉེ་བའི་ཚད་དུ་སླེབས་ཡོད་ཟེར། སྐར་མགོ་ལས་མཁན་རྣམས་ནི་རྣམ་རྒྱལ་སྡེ་བར་མཚོན་ན། མི་ཧྲག་རྟ་ཧྲག་ཏུ་བརྩི་རུང་སྟེ། ཁོ་ཚོས་ཞིང་ཆུང་བའི་འགྲམ་མཐིལ་དེར་ཨར་འདམ་གྱི་ཆུ་རགས་ཐོག་མ་རམ་པ་ཞིག་བརྩིགས་འདུག་ཅིང། རྒྱང་རིང་ནས་བལྟས་ན་དུག་འགྲུལ་ཆེན་པོ་སྐྱ་རེ་བ་ཞིག་བྲམ་གཞུང་བརྒྱུད་ནས་སྐ་མགོའི་ཕྱོགས་སུ་འཁོར་ཡོད་པ་དང་འདྲ་ལ། ཁྱི་རགས་དང་སྐ་མགོ་འདྲེས་མཚམས་སུ། རྒྱུ་ལྕགས་ལས་བྱས་པའི་ཁྱི་རྒོ་སྟན་ཞིག་ཅིག་དྲན་འདུག་སྟེ། དེའི་ཞལ་ནས་ནི་སྒོ་བསྟན་ཚེ། དྭངས་གསལ་རྫ་ཆུ་སྔོན་མོ་ཁྱི་རགས་ལས་ལུད་དེ། བྲམ་གཞུང་ལ་བཞུར་ཆོག་པ་དང། བྱས་ཚེ་བཀའ་འགོ་ནས་གསར་དུ་གླས་པའི་དབྱར་ཆེན་བརྒྱུད་རྣམ་རྒྱལ་སྡེ་བའི་གོང་འོག་བར་གསུམ་གྱི་ཞིང་ས་ཞིམ་པོ་རུ་འདྲེན་ཆོག་པར་བཞེད་འདུག་ཕྱིར་ཡོང་ཁར་ང་ཚོ་གསར་དུ་གླས་པའི་དཀའ་ཁ་བརྒྱུད་ནས་ཐུར་ལ་ཡོང་བ་ན། འདི་ནི་རྡོ་ས་ཡིན་པའི་ཁར་ས་བུ་ལྔས་མི་སྙོམས་པས། སྟེང་ལ་མི་ཚུལ་གཅིག་ལྷག་ཡོད་པ་བཀོལ་དགོས་ས་ཡང་གང་མང་འདུག་ལུས་ཀྱི་ངལ་རྩོལ་དེ་ལྟར་བགྱིས་ན་ཡང་སྐར་ལྔ་ཞིག་ཟད་ནས་སུ་ཀི་རའི་རྩེ་མཚར་གྱི་སྒྲ་དང་དགོད་སྒྲ་ཚིམ་མི་ཆད་པར་མ་བསྲོད། ལས་དཀའ་བ་རེ་རེའི་ལུས་ཧྲིལ་བོ་ས་རྡུལ་གྱིས་ཁེབས་ཀྱང། མིག་ལ་ཡིད་ཆེས་དང་བཞིན་ལ་འཛུམ་མདངས་ཀྱིས་ཁེངས་ཡོད་པས། མི་སེམས་གཡོ་བར་བྱེད་པའི་ལས་དོན་དེ་རྒྱལ་ཁའི་ཉུང་འགྲུབ་ལ་ཉེ་བ་ཅིའི་ཕྱིར་མཚོན་མི་ཐུབ། སྣང་ཚུལ་དེ་མཐོང་བས་བདག་གིས་རྗེས་ལུས་ཀྱི་ཞྭ་མོ་སྐྱོན་ཡོན་རིང་བའི་རྣམ་འགྱུར་བདེ་བ་དང་མིག་ལྕིབས་ཀྱི་སྒོར་མོ་རེ་ལྟོས་ཆ་བའི་རྣམ་འགྱུར་བདེ་བའི་སྡེར་མོ་ཡོད་ཚད། གང་མྱུར་གྱིས་འགྱུར་ཞིག་ལྡན་པ་ཞིག་ཏུ་ཡོང་བར་སྙིང་ཁོང་རེ་བའི་སྟེང་ནས་སྨོན་འདུན་ཞུས་པ་ཡིན། བཀྲིས་རྒྱ་མཐོང་རྗེས་རྫོང་ཆུ་བེད་བཅས་ཀྱི་ལས་བྱེད་མི་སྣ་དེ་དག་སྡེ་སྟོད་ཀྱི་རྩྭ་རའི་ནང་དུ་འཁྱིལ་བ་སོགས་ཟླ་རེ་ཕྱིན་པའི་རིགས་བདུན་ལྔའི་ཉིན་ལ་ཁོ་ཚང་དུ་ཁ་བརྡ་བྱེད་པའི་གོ་སྐབས་བཟང་བོ་ཞིག་ཐོབ་སོང། ཨ་ཁུ་རྣམ་རྒྱལ་གྱི་སྙིང་གཞི་ག་འདྲ་རེད། དགེ་རྒན་འགྲོ་བཞིན་ཡོད་དམ། རིགས་བདུན་གྱིས་ངའི་དཀར་ཡོལ་ཁ་གྱ་ཞིག་བསྣན་རྗེས་དེ་ལྟར་དྲིས་བྱུང། ཁོ་ནད་བདག་གི་ཁ་ལས་སྐྱོབ་དགོས་ན་ད་དུང་སྒོར་མོ་མང་བོ་ཞིག་དགོས་འདུག། ངའི་ཕངས་སེམས་སྟངས་ཀྱིས་དེ་ལྟར་ལན་བཏབ་པ་ཡིན། སྔོན་གྱི་ངའི་སྒོར་མོའི་ཡོད་ཚད་སྐྱོབ་ཐུབ་ཙེ་མེད་བ་ན། ཁོས་དེ་ནི་མི་རྟག་པའི་རིགས་ཏེ་རྩྭ་མགོའི་སྲི་བ་དང་འདྲ་བས། དེ་རང་ཡོད་ཀྱང་ནང་དཀའ་མེད་འགྲོ་ཟེར། ད་ལྟ། ཁྱེད་བར་ཤོག་ལ་ཐུག་དུས་ད་གཟོད་སྒོར་མོ་རིན་ཐང་ཤེས་བ་ཡིན་ངེས་ན། ཁྱེད་སོང་བ་མ་ཡིན་ནམ། ཁྱོད་ཀྱིས་ཁོའི་སྒོར་མོ་རིན་ཐང་རྟོགས་པ་ཇི་ལྟར་ཤེས་པ་ཡིན། ཉེར་དངོས་ང་རྫོང་ཆུ་བོའི་སྤྱིའི་ནང་དུ་དོན་དག་ཅིག་སྒྲུབ་ཏུ་འགྲོ་དུས། དགའ་སྤུན་གྱིས་སྡེ་བར་རྡུལ་ཆ་བསྡུས་པའི་སྒོར་སྟོང་གཅིག་ལྷག་ཡོད་པ་ང་ལ་བསྐུར་བྱུང་བས། ངས་ཀྱང་ཟུར་དུ་སྒོར་བརྒྱ་ཁ་བསྣན་ཏེ་ཁོ་ལ་བལྟ་རུ་སོང་བ་ཡིན། ཉིན་དེར་ཁོས་འགྱོད་པའི་མིག་ཆུ་ཐར་ཐོར་དུ་གཏོར་བྱུང་བས་ང་ལའང་གདུང་སེམས་དམའ་མི་ཤོས་པ་ཞིག་སྐྱེས་བྱུང། ང་ཁོ་ལ་ལྟ་རུ་སོང་དུས། ཁོས་ཁྱོད་ལ་སྟོད་པའི་མེ་ཏོག་ཀྱང་གར་འགྲེམ་བཞིན་འདུག་པས་རྒྱུ་རྐྱེན་དེ་འདྲ་ཞིག་ལ་བརྟེན་ནས་བྱུང་བ་མ་ཡིན་ནམ། ཁོས་ང་ལ་བསྟོད་པ་བྱེད་མི་སྲིད་ལ། སྲིད་ཀྱང་མིད་པ་ཡན་ཆད་ཀྱིས་ཡིན་སྲིད། ངས་བལྟས་ན་མིད་པ་ཡན་ཆད་ཀྱིས་མིན་པ་འདྲ། ད་ལམ་ཁོས་སེམས་བསམ་པའི་སྟེང་ནས་རྒྱུ་མི་རྟག་རྩ་འགོ་ཟི་བ་མིན་པ་ཤེས་རྟོགས་བྱུང་འདུག་གནད་དོན་འདི་ཁོ་གཅིག་པས་ཤི་བ་ཙམ་གྱིས་མི་ཆོག་པར་ཁོའི་བུ་རབས་ཚ་རྒྱུད་རྣམས་ཀྱིས་ཀྱང་ཤེས་ན་འགྲིག། རིགས་ལྡན་གྱིས་ངོ་ལ་གཟབ་ནན་གྱིས་ཉམས་ཤིག་སྔོན་བཞིན་དེར་སྐད་བསླབ་ཁྲིད་ཡར་ལངས་བྱུང། རེད་ཡ། གནད་དོན་འདི་ནི་ཨ་ཁ་རྣམ་རྒྱལ་བུ་རབས་ཚར་བརྒྱད་རྣམས་ལྟ་ཅི་ཚུལ། བོད་ལ་གངས་ཅན་གྱི་སྐྱེས་ཕོ་མོ་རྒན་གཞོན་ཚང་མས་ཤེས་དགོས་པའི་གནད་དོན་ཆེན་པོ་ཞིག་རེད། ངས་ཀྱང་ཁོའི་སྐད་ཆའི་མཇུག་མ་བཏང་བར་དེར་སྐད་བསླབ་པ་ཡིན། གྲོགས་པོ་ལགས། ད་ནི་ཁོ་ཚོ་ཕྱིར་སླེབས་ལ་ཉེ་བས་ཨ་མྱེས་མགོན་པོ་ལ་ཁ་བརྡ་བྱེད། ཁོས་དེར་སྐད་སྨྲ་བཞིན་བདག་ལ་ལག་པ་བསྲིངས་ཡོང་བས། ང་ཡང་ཁོའི་ལག་པར་འཇུས་ཏེ་ཡར་ལངས་རྗེས་བཞུགས་ཀྱི་གསེར་དུ་དུས་འབུར་ཆུང་ངུ་ཞིག་ཡོད་པ་དེའི་མཐོ་ཤོར་བུད་པ་ཡིན། ཁྱོད་ཀྱིས་དེ་དང་ང་ཚོའི་རྣམ་རྒྱུད་རང་ངོས་ཀྱི་ནགས་དང་རྩྭ་སར་བདག་སྐྱོང་གང་ལེགས་བྱས་པར་བརྟེན། ཚབས་ཆེས་ཇེ་ལེགས་སུ་འགྲོ་བཞིན་ཡོད་པས། ཕྱིས་སུ་བགོ་བཤུགས་ཇེ་མང་དུ་གཏོང་བར་རྨང་གཞི་བརྟན་མོ་ཞིག་བཏིང་ཡོད། ཁེ་ཡི་རྣམ་རྒྱུད་རི་བོར་གྲགས་པའི་རི་བོ་བརྩེགས་གསུམ་ཅན་དེའི་ཕྱོགས་སུ། མཛུབ་མོ་གེར་ནས་ང་ལ་དེ་ལྟར་ངོ་སྤྲོད་བྱས་བྱུང་བས། ངས་ཀྱང་རྒྱུས་མངའ་ཅུང་ཆེ་བའི་རི་བོ་དེའི་ངོས་ཧྲིལ་བོར་རྒྱང་ལྟ་ཐེངས་གཅིག་བྱས་པ་ཡིན། དེར་སྔོན་གཏོང་ཚོ་ངེས་གཉིས་རྣམ་རྒྱལ་སྡེ་བར་ཡོང་དུས་ཐོང་ཡིག་རྣམ་རྒྱལ་རི་བོ་དང་བསྡུར་ཚེ། འཁོར་ཡིག་ཧྲིལ་བོར་མངོན་སུམ་དུ་ལེགས་སྐྱེས་བྱུང་ཡོད་དེ། རྣམ་རྒྱལ་སྡེ་བའི་ཕྱོགས་སུ་འཁོར་འདུག་པའི་ལུང་བ་དེའི་ནགས་ཚལ་སྔར་གྱི་ཁ་མིད་དུ་འདུག་ལ། སྟོན་དུས་ཀྱི་ཚེར་ལུང་ཡང་མེད་ནགས་ཚལ་དབུ་མའི་དབུ་ལ་ཞལ་ཤེལ་དང་གྲགས་པ་འདྲ། དབྱར་དུས་མཐོང་བ་དང་འདྲ་བར་རྒྱང་ལྡེམ་ཞིང་སྣུམ་འཁྱུག་པ་ཞིག་མི་འདུག། ལུང་བ་ཆུང་ངུ་དེར་གཟིགས་ཡོད་པའི་གྲམ་པ་གསར་བ་དེ་དང་རྐང་སྣམ་རྙིང་བ་དེ་ཡིན་ཧྲིལ་བོར་གསེར་ལམ་འདུག་པས། གཟེ་ལ་འགྲམ་པའི་སྒོ་ཟོག་མཐོ་རིས་བ་དེ་དག་གིས་དབོག་ཡངས་བའི་ངང་གཟན་རྩལ་གྱི་འདུ་སྟོད་རུ་ཅང་མཆིས། ད་ཅིའི་ང་ཚོས་ལྟ་སྐོར་དུ་ཕྱིན་པའི་དབྱེ་བ་ཆེན་པོ་དེ་རྣམ་རྒྱལ་རི་འདབས་སྟོད་མོ་ལ་གཉིས་སུ་བགོས་འདུག་ཅིང། དེར་སྔོན་གྱི་ཞིང་ས་ལྟར་གྱི་ས་རྒོད་སྐོར་འགའ་ཡང་ཕྱིར་འདྲེན་ཐུབ་པའི་ཞིང་སར་བསྒྱུར་ཀྱང་ཆོག། ཁྱོད་ཀྱི་སྣེ་ཁྲིད་ལ་བརྟེན་པས་རྣམ་རྒྱལ་བདེ་བར་སྔོན་ཆད་དང་བདུད་རྩི་ངེས་གནས་གསོན་ཤུགས་རྒྱས་འདུག། བདག་གིས་བདུད་རྩི་ཧབ་བཀང་མཐོང་བ་ལྟར་ཡིད་སེམས་སྤྲོ་བས་གང་བར་བརྟེན་རིགས་ལྡན་ལ་དེ་ལྟར་བསྟོད་ཚིག་ཅིག་ཕུལ། གྲུབ་འབྲས་འདི་དག་ང་གཅིག་པས་རྒྱན་དུ་འདོགས་ག་ལ་རུང། འདིའི་ནང་དུ་ཁྱོད་དང་ཨ་ཁ་དེབ་མཆོག། ད་དུང་འབྲས་བུའི་སྡེ་ཁག་དང་རྣམ་རྒྱལ་སྡེ་བའི་སྡེ་དཔོན་རྙིང་བ་གནམ་ཀོ་ལྷ་སྲུང་བོ་དང་དཔལ་ལྡན་སོགས་གསར་མང་བོ་ཞིག་གི་རྒྱབ་སྐྱོར་ལས་ཐོབ་པའི་འབྲས་བུ་ཡང་ཡོད་པ་རེད། ངས་འཐབ་པའི་ཟླ་ལ་མགོ་བོ་ལྡེམ་ཙམ་བྱས་རྗེས། གནམ་རྒྱུད་རི་བོའི་ཕྱོགས་སུ་ཡང་བསྐྱར་རྒྱང་ལྟ་ལན་གཅིག་བྱས་པ་ཡིན། དེར་མཐུད་ནས་རིག་ལྡན་གྱིས་སང་ལོ་ནས་བཟུང་གནམ་རྒྱུད་རི་འདབས་སུ་སྡོང་ཕྲུག་འཛུགས་པ་དང་སྡེར་བསྟོད་ཀྱི་ཞིང་ས་སྙོམས་པ་སྡེར་མིད་ཀྱི་གཞུང་ལམ་ཞིག་གསོ་བྱེད་པ། གནམ་བསྐོས་ལྷ་བསང་བོ་རང་ལ་ལས་འཕྲོར་ལུས་པའི། བྲམ་ཐུལ་གྱིས་སྲོག་དཀྲི་ས་དེ་ཡང། ཧོར་ལས་བྱེད་ཀྱི་འཆར་གཞི་རེ་རེ་བཞིན་བཤད་བྱུང་བས། ང་ནི་སྔོན་ཆད་དོགས་པ་སེལ་མྱོང་ལ་ཡིད་ཆེས་ཀྱང་སྐྱེས་མྱོང་བའི་ས་རི་འདི་ལ། བྱེད་མི་ཤེས་པའི་སྨོན་པའང་དད་པ་ཞིག་ཇེ་མིན་དུ་སྐྱེས་བྱུང། འཇིགས་ཤིང། ཁོ་བོ་རེབ་དེར་ནམ་རྒྱུན་སྡེ་བ་དང་ཁ་བྲལ་ནས་ཟླ་རེ་གཉིས་འགོར་བའི་རིང་ལ། རྣམ་རྒྱལ་བདེ་བ་དང་དགོས་སུ་ཨ་ཁ་རྣམ་རྒྱལ་གྱི་གནས་ཚུལ་ཕྲན་བུ་ཙམ་ཡང་གོ་མ་བྱུང། ཉེ་སྔོན་རྒྱུགས་སྤོ་གཞུང་དོན་ཞིག་གི་ཆེད་དུ་ཁུ་ཐོག་ལ་སླེབས་དུས། ང་ལ་མཚོན་ན་རྣམ་རྒྱལ་སྡེ་བའི་ནང་དུ་ཚེ་གང་བོར་བརྗེད་དཀའ་བའི་དོན་དག་གཉིས་བྱུང་ཡོད་དེ། སྔ་མ་ནི་རྒྱལ་སྟོན་དུས་ཆེན་གྱི་སྐབས་སུ། བདག་ལ་ནང་ལོགས་སུ་ལྟ་སྐོར་དུ་འགྲོ་བའི་དཀའ་བ་ཞིག་བྱུང་བས། རྣམ་རྒྱལ་སྡེ་བའི་ཡུར་བའི་བཟོ་སྐྲུན་གྱི་འགྲིབ་སྟོན་ལ་འགྲོ་མ་ཐུབ་པས་ཡིད་ཕངས་བ་ཞིག་བྱུང་བ་དང། ཕྱི་མ་ནི་ཨ་ཁུ་རྣམ་རྒྱལ་གྱིས་རང་ལ་རང་ཉིད་ཁྱི་བདག་གི་ཁ་ལས་སྐྱོབ་པའི་སྒོར་མོ་མེད་པ་རྟོགས་པས། ཁོས་ཚེ་གང་བོར་བཤད་ཀྱང་འཚོ་རྟེན་དུ་གྱུར་བའི་ན་རྒྱའི་ཚེ་ལོ་ཧྲག་བཟོའི་ཁ་ལ་བྱིན་གྱིས། རང་སྐེ་ལ་སྐྱེ་ཐག་བཞག་སྟེ། ཚེ་ཡི་འདུ་ཤེས་བཏང་སོང་ཟེར་བ་དེ་གཉིས་རེད། རྒྱུག་པོའི་ངག་སྒྲོས་ལྟར་ན། ཨ་ཁུ་རྣམ་རྒྱལ་གྱིས་རང་སྲོག་མ་གཅོད་པའི་སྔ་ཉིན་དེར། ཁོ་བོ་རང་སྡེའི་ནང་ལ་འགྲོ་ཞོར་དུ་ནད་པ་སྒྱུ་མོ་དེ་མྱོང་འདྲི་བྱེད་དུ་སོང་ཚེ། དགའ་པོ་དེས་གཟབ་ནན་ངང་བདག་ལ་སྐད་ཅིག་བཏང་སོང་ཟེར་ལ། དེ་ནི་ངའི་སྔོན་ཁྱིལ། ཁོའི་དྲུང་ནས་བོད་ཡིག་ཏུ་བཅད་པའི་ན་རྒྱལ་ཚེ་ལོ་ཡང། ཤེས་མེད་དུ་བཟོ་རྒྱུ་དེ་ཡིན་ཟེར། ད་ནི་ཨ་ཁུ་རྣམ་རྒྱལ་དང་ཁོའི་རྣ་རྒྱལ་ཚེ་ལོ་ཞེས་པའི་སྒྲུང་གཏམ་འདི་ཡོངས་སུ་སྒྲོག་འདོན་བྱས་ཚར།